ནི་ཨའི་སྟེང་གི་བདུད་རྩི་དག་གང་གྱིས་པོ་སྒོ་བསྡམས་པ་ན་ཨའི་སྟེང་གི་བདུད་རྩི་ཡིས་གང་གྱིས་པོ་ཞུགས། ནི་འདོན་ད་ཧང་ལྟ་བུ་ག་གོ་ལི་སྒྱོ་ལ་བདག་ནི་ལ། བདུད་ཡིས་གང་གྱིས་པོ་ཞུགས་ཨའི་སྟེང་གི། ནི་ཨའི་སྟེང་གི། བདེ་བྱ་ཞེ་སྡང་གཏི་མུག་ང་རྒྱལ་ལ་སོགས་པ། ནི་རང་ག་འོ་དོ་ལྟ་བུ་ཞུགས་བདུད་ཡ་ནི་རང་ག་སེམས་ག་འདོད་བྱ་ཞེ་སྡང་གཏི་མུག་ལ་སོགས་པ་ཞུགས་བདུད་ཡ་ནི། རྩིའི་ཡི་ག་འཇུག་འོ་དོད་ལྟ་བུ་རང་ག་རྒྱུད་དགའ་འདོད་བྱ་བཞི་དང་གཏི་མུག་ཁྱོད་གང་བ་གད་པུ། གཉེན་པོ་ཨ་ནི་ནི་རོག་སྟེ་བ་གད་པུ་མོ་བཅུ་ནི་རང་ག་སེམས་དགའ་རྒྱང་ཆུ་སེམས་བ་གད་པུ་མངོན་དུ་གྱུར་པའི། གྱུར་པའི་འམ་འོ་དོད་ག་འགའ་མཆོག། རྩིའི་འམ་འོ་དོད་ལྟ་བུ་དོར་ག་གཞོན་ལྕགས་ཀྱི་བ་ལ་ཨ་ཞུ་ལེ་ལ། བདུད་རྩི་ག་འདོད་མདའ་ཞུགས་སྔོ་བ་ཞུགས་འོ་དོད་ལྟ་བུ་དོར་གྱི་བ་ལ་ཨ་ནི་ཞུ་ལེ་ལ། ནི། འོ་དོ་ལྟ་བུ་དོན་དག་གི་བུ་མ་མཁན་མ། བདུད་རྩི་ཞིང་གང་འདི་ལ་ཡུལ་སྲུང་ཁུ་ནི། ནི། བླ་མ་ཆོས་ཚོགས་ཀྱི་ནི་བུ་རིམ་གྲོ་ཕིན་ཁྱིམ་འདི་བྷེ་ག་གཤེགས་པ་ཡུལ་སྲུང་ཁུ་ཨ་བྷེ་ག་གཤེགས་ནི། ཧཱུྃ་ཞེས་བ་ཡང་ནི་ལ་བདུད་རྩི་ཞེས་བ། བདུད་རྩི་གི་ཡུལ་སྲུང་ཁུ་བ་ལ། ནི། གསུངས་པ་དམངས་པོ་རིམ་གྲོ་ཕིན་ས་འདི་ནི་ཀློག་པ་ལ་ནི་ཡུལ་སྲུང་ཁུ་བ་ནི། ཧཱུྃ་ཡུལ་སྲུང་ཁུ་བ་ཡང་བདུད་རྩི་བདུད་རྩི་འཇམ་ནི་ཡུལ་སྲུང་ཁུ་ཨ་ཡིན་ག་ནི། འོ་དོ་ལྟ་བུ་དམངས་པོ་དུར་ནི། རྒྱལ་བ་ཨ་ནི་ཞུ་ལེ་ལ། ངུ་ནུ་ཞུ་གཙོ་བོ་གེ་པོ་ཞུ་བདུད་རྩི་དགའ་ལྡན་དང་མ་སེའུ་ཁ་སྟག་རྒྱུ་བ་ལ་ལ། ངུ་ནུ་རྒྱུ་བ་དེང་གི་བདུད་རྩི་དག་གང་རྒྱལ་པོ་ཨུ་དུ་ད་བུ་དུར་རྒྱུ་བ་ལ་ཨ་ནི་ཞུ་ལེ། ཨོམ་ཨུ་དུ་བུ་ཨེ་དེང་ག། སང་རྒྱུའི་ནང་ག་བདུད་རྩི་དགའ་ངུ་ཧང་ད་བུ་སྲུང་མ་ལ་ལྡང་ནི་སང་སང་བའི་རྒྱུ་རྒྱུའི་ནང་ག་ཧང་དེ་སྲུང་མ་ལ་ལྡང་ནི་ལ། བདུད་རྩི་འབྱུང་བའི་རྒྱུ་ནི་ལྗང་ཆུ་སེམས། བདུད་རྩི་ལས་ཀྱི།

འོ་རྡོ་ལྟ་བུ་ལྗང་གུ་སེམས་ཀྱི་འབྱུང་བ་བདུད་རྩི་སྐྱེས་བུ་རང་གི་ཀློང་སུ་སྤྱོད་ནི་ལ་འོ་ད་བདུད་རྩི་གི་རང་ག་ཧང་ཕན་འདོགས་བྱ་ཡ་དང་རང་ག་རྒྱུ་ག་བག་ཆགས་ངན་པ་ཐམས་ཅད་མོ་བ་སྤྱོད་ནི་སྐད་ངན་འབར་བྱེའམ་བག་ཆགས་ངན་པ་ཐམས་ཅད་བཟླས་བྱ་བཞི་དང་གཏི་མུག་ལ་སོགས་པའི་འོ་རྡོ་ལྟ་བུ་འཁོར་བ་ཐོག་མ་མེད་པའི་སྒོམ་པ་ག་འོ་རྡོ་བག་ཆགས་ངན་པ་ཐམས་ཅད་ཟད་ནི། བདག་ནི་རང་ག་རྒྱུ་ག་ལྗང་གུ་སེམས་སྐྱེས་བུ་ག་འབྲས་བུ་ཁྱི་བུ་སྔོན་དུའམ་སྔོན་དུ་ལྟ་བུ་བསྒྱུར་བའི་བཀའ་འཆ་ནི། འོག་ཏུ་ལྟ་བུ་སྲུང་མ་སྐྱོང་ལ་འཇུ་ལེ་ལ་བདུད་རྩི། ནི། བདུད་རྩི་དགའ་ལྡན་ངོ་བ་ཞུ་དེ་ཧང་གི་ལ་ཡ་བདག་ནི་བདུད་རྩི་འདི་ནི་སྐྱེ་ཤི། གཉིས་མེད་ངང་བདག་མེད་བདུད་རྩི་དགའ་ལྡན་ངོ་བ་ཞུ་ཧང་གི་ལ། སྐྱེ་བ་དང་འཆི་བ་ག་ད་ནི་ལས་འདས་བུ་གི་ཆོས་ཀྱི་དབྱིངས་ཀྱི་ལ་ནི་འོག་ཏུ་ལྟ་བུ་སྲུང་མ་ལ་འཇུ་ལེ་ལ། གཉིས་འམ། སྐྱེ་བས་ཀྱི་མཐའ་ཀྱི་འདས་པ། འཆི་བས་ཀྱི་མཐའ་ཀྱི་འདས་པ། འོད་དུ་ལྟ་བུ་སྟོང་པ་ཉིད་བཟང་མོ་སྟོང་པ་ཉིད་ཀྱི་ཆོས་ཀྱི་དབྱིངས་ཀྱི་ངོ་བོ་དུ་ངོ་འམ་འོད་དུ་ཞུ། བདུད་རྩི་དགའ་ལྡན་ཞུ་ཨུ་དུ་ཀི་ལ། ཨ་ནི། ནི་སྐྱེ་འཆི་མེད་པ། འོད་དུ་ཆོས་དབྱིངས་ཆོས་ཀྱི་དབྱིངས་ཀྱི་བདུན། འོད་དུ་ལྟ་བུ་བདུད་རྩི་དགའ་ལྡན་ངོ་བོ་ཞུ་ཨུ་དུ་ཀི་ལ། ཨ་ནི། འོད་དུ་ལྟ་བུ་གསུང་མ་དགེ་བ་ལ།

ནི་རང་ག་ལས་སྒྲིབ་བག་ཆགས་ཐམས་ཅད་སྦྱངས་ནས་རང་ག་རྒྱུད་ག་ནི་རང་ག། བཟང་མོ་སྟོང་པ་ཉིད་ཀྱི་དོན་ཐམས་ཅད་མངོན་དུ་གྱུར་པའི་རེ་བ་འུ་ཐུག་ལྟ་བུ་ནུས་པ་དང་ལྡན་པས་ཀྱི་ནི་སྐྱེ་འཆི་མེད་པས་ཀྱི་འུ་ཐུག་ལྟ་བུ་བདུད་རྩི་དུར་གྱི་བླ་ན་ཨ་ནི་འུ་ཐུག་ལྟ་བུ་ཨ་ནི་གཡས་པ་ཀུན་སློང་འུ་ཐུག་ལྟ་བུ་བསམ་པ་སེམས་ཀྱི་འུ་ཐུག་ལྟ་བུ་ཁྱེད་ནི་གཞན་ག་འགྱེད་པོ་ཨོ་མ་ས་ཀའི་སྣ་མའི་ས་མི་སྙུག་སྙུག་ཨུ་བྷའི་ཤུ་ལེ་ལ། ཨོམ་དྷི་ནུ་ཀི་ག་དྷཱུ་ཏུ་ཁྱེད་ནི་ལ་བདུད་རྩིའི་བཞེས་ལས་སྐབས་ག་འཆི་མེད་ཚེ་ག་དངོས་གྲུབ་སྦྱང་ཆུ་སེམས་རྒྱུད་སྦྱང་ཆུ་སེམས་རྒྱུད་འཁྲུགས་མ་མཆིས་མེད་ཚིག་གིས་དངོས་གྲུབ་ཨ་ནི་མོ་མ་ལགས་རང་ག་ལས་སྒྲིབ་དང་བག་ཆགས་ཐམས་ཅད་སྦྱངས་ནས་རང་བདེ་བར་གཤེགས་པས་རང་ག་རྒྱུད་ག་བདེ་བར་ལས་སྒྲིབ་དང་བག་ཆགས་ཐམས་ཅད་སྦྱངས་ནས་མངོན་པར་རྫོགས་པའི་སངས་རྒྱས་ཀྱི་བུ་མངོན་དུ་གྱུར་པའི་ག་འུ་དུ་ཏྲ་བུ་དྲིལ་བུ་དུ་ག་འཇལ་ན་འུ་དུ་ཏྲ་བུ་དུ་བཅད་ན་བྱིན་རླབས་འུ་དུ་ཏྲ་བུ་རྩིས་ལུས་དུ་བཙལ་ན་ཨ་ནི་མོ་འུ་དུ་ཏྲ་བུ་བསམ་བློ་མི་ནི་གཞན་ནི་ལ། རང་ག་བདུད་རྩི་བཞེས་ལ་ཡུལ་སྲུང་ཁུ་ལས་མ་འགེལ་ལ། རང་ག་རྒྱུད་ག་སེམས་བསྐྱེད་དུ་གཤེགས་པས་ལ། བདུད་རྩི་གཞན་ནི་ཡུལ་སྲུང་ཀུན་ནི་ལ་བདུད་རྩི་བཞི་བ་མང་གི་ལ། བདུད་རྩི་གཞན་ནི་རང་ག་སེམས་ཀྱི་བུ་བཞི་སྟེ་ཤིང་ནི་རང་ག་སེམས་ཀྱི་བུ་རྣམ་སྨིན་སེམས་ཀྱི་སྟོང་སྟོང་ལྔ་སྟེ་འུ་ཐུག་ལྟ་བུ་སྦྱང་ཆུ་སེམས་ལྔ་སྟོང་སྟེ་བསམ་མནོ་མི་ལས་འུ་ཐུག་ལྟ་བུ་དུ་ཤིང་ནི་ཤོག་འུ་ཐུག་གི་བུ་ཆུ་བདུད་རྩི་གིས་ངོམས་པ་བྱ་མ་ག་གི་ལ། རྟགས་མཚན་རྒྱན་ཆ་གི་ལ་ཨན་ཞུ་ལེ་ན། ཨོ་མ་ས་ཀའི་བདུད་རྩིས་འཇམ་ནི་འཇམ་ནི་ཡུལ་སྲུང་གོ། ལམ་བྷ་གའི་སྟོང་དང་བ་ཀུ་ལུབ་དོ། ལམ་སྔགས་པའི་ལམ་སྔགས་པའི་ག་དང་ག་ལག་དུ་བ་མ་ཏོ་ཇི་གི། ནི་འུ་དུ་ད་བུ་མ་ཏོ་བྷ་ར་མ་ཇི་ཤི་ཡི་ཨན་ཞུ་ལེ་ལ། ངུ་ནུ་གུ་བ་ཏིང་གི་ཨོམ་ཨེ་བ་བདུད་རྩིས་བཞེས་ལེ་ག་བཞེས་ད་ངང་ཏི་གུ་བདུད་རྩིས་བཞེས་ལེ་སྐབས་ག། ནི་བསམ་པ་སེམས་ཀྱི་ཧ་འདི་མི་ནི་ཞེས་ལས་ཁྱོ་ཤུག་འུ་དུ་ཞུ་ཁྱེར་མི་ཁྱོ་ན་མི་སེམས་དགེ་ཕྱི་བློ་དུར་རྒྱུ་བ་ལ་ཨ་ནི་ཞུ་ལས་འུ་དུ་བུ་དཔེ་ཆ་ཨོ་ནང་ག་སྲུང་མ་ལ་བདག་ནི་གསང་རྒྱུད་ནང་ག་བདུད་རྩི་འབྱུང་བའི་རྒྱུ་ནི་སྦྱང་ཆུ་སེམས་བདུད་རྩི་ལས་ནི་རྣམ་རྟོག་བག་ཆགས་སྦྱང་བདུད་རྩི་དེ་ནི་སྐྱེ་ཤི་གཉིས་མེད་ངང་ཨ་ནི་འུ་དུ་ལྟ་བུ་སྲུང་མ་ལ་ཞུ་ལས་འུ་དུ་ལྟ་བུ་དོན་དག་གི་བུ་བསམ་བློ་མི་ནི་ཞེས་ལས་རེ་ནི་ལ་འོད་དུ་འགྱེད་པོ་ངོམས་པ་ནི་རང་ག། ཚེ་བདག་ལྟ་བ་སྐེམས་པར་བྱེད་སྲེད་པ་མ་ཟད་མ་འོངས་པ་ངན་སོང་ནང་ག་མ། གནུབས་སྤྱོད་བདེ་བ་ཅན་གྱི་ཞིང་ངམ་སྐས་ལས་ག་འོད་དུ་ལྟ་བུ་བྱིན་རླབས་ཤུགས་ཆེན་པོ་འཇུག་པའི་རྒྱུ་བ་ལ་ཨ་ནི་ཆུ་ལས། འོམ་ནི་ཡོ་ལ། འོམ་སྤྱིར་དང་ཨའི་སྟེང་ག་བདུད་ཧང་དཔེ་ཆ་ནང་ག་འོམ་ཀྱང་དགོངས་འདུས་ནང་ག་ཧང་སྟེ་སྲུང་མ་ལ་གདངས་ནས་ལ་བདུད་རྩི་ག་ཕོ་ཡིན་ཧང་སྟེ་སྲུང་མ་ལ་གདངས་ནས་ལ་ངོ་ནུ་སྲུང་མ་ལ་ལ། ལྷ་ལ་ཕོ་ན། རྒྱས་པའི་སྐོང་བའི་རྫས།

ལྷ་ཡིན་པས་ལྷ་བ་ག་ཁྱེད་ནི་ལྷ་ཞེས་བྱ་བ་ནི་ལྷ་བ་ག་ཁྱེད་ནི་ལྷ་བ་ག་ཐུགས་རྗེས་པའི་ག་ཟེ་ག་འགྱུར་འདི་འཇའ་ལྷ་བ་ཤོ་ནང་འཕེལ་ལས་ག་སྐྱེས་ཟླ་བོ་རི་འདི་འཇའ་ཟེ་ཟླ་བོ་དང་རི་འདི་འཇའ་ཨ་ནི་འུ་ཐུག་ཟླ་བོ་སྲུང་མ་ལ་ལ་བདུད་རྩི་ག་ཕུལ། རྒྱལ་སྲིད་ཨེ་བག་གི་དབུ་ཐུག་བདུད་རྩི་སྐྱེས་བུ་ཆོས་པ་བ་ག་ཕུལ་འདི་ནི་ལ་དབུ་ཐུག་བདུད་རྩི་སྐྱེས་བུ་དབུ་ནི་ག་ཆོས་པ་བ་ག་ཁྱོད་བ་ག་བསྟེན་གྱིས་ནི་དངོས་གྲུབ་ཐམས་ཅད་འབྱུང་ས་ག་བཞིའི་རི་འདི་འཇའ་ཨ་འགྱོ་ལ་དབུ་དང་བདུད་རྩི་གི། ཨོ་ད་བདུད་རྩི་གི་དྲྭ་བ་ཀ་བདུད་རྩི་གི་རང་ག་ཀན་སྦར་བྱེད་ཨུན་ག་ན་དྲྭ་བ་ཀ་བདུད་རྩི་ཕོ་ནེ་ལ་ཨོ་ན་ཀེ་ཨེ་བ་ཀ་དྲྭ་ག་ནི་ནི་ཨུ་ནུ་གི་བུ་རྩ་བ་ཀ་ཐམས་ཅད་རང་མོ་ཅོ་རྒྱན་བྱ་བ་འགྱུར་རང་ག་རང་ག་སྦར་བྱེད་ཨན་གན་ག་ནི་རྩ་ཐམས་ཅད་རྩ་སྦར་བྱེད་ཨན་གན་ག་ནི་སྲོག་རྩ་ཐམས་ཅད་བསྐྱེད་པའི་ཀ་མཚོན་ཆ་ལྟ་བུ་རིན་འདིན་བྱ་བ་འགྱུར་ལ་ནི་བགེགས་བ་ཀ་ཕོ་ནེ་ལ་བགེགས་ཐམས་ཅད་འདུལ་བའི་ཀ་ཐུགས་ལྟ་བུ་ཨུ་དུ་ལྟ་བུ་བདུད་རྩི་ཀ་ཕོའི་ཨུ་དུ་ལྟ་བུ་རིན་འདིན་བྱ་བ་ཨུ་དུ་ལྟ་བུ་སྲུང་མ་ལྔ་བྱུང།

མཐིང་ནག་རྔམས་ཀྱི་བདུད་རྩི་དགའ་ལྡན་དག་གི་བུ་མ་ཀེ་མ་ཏིང་གི་བདུད་རྩི་བཙལ། བདུད་རྩི་བཞེས་ནས་ཡུལ་སྲུང་ཀུན་ལ་རྨང་བུ་ལ་མེ་དངུལ་ནུ་ཞོ་བདུད་རྩི་བཞེས་བ་རྩ་དང་པོ་ལས་མང་གི། བདུད་རྩི་བཞེས་ལ་བསམ་པ་སེམས་ཀྱི་བཟང་པོ་དབུ་མ་བཞུན་གང་གི་བུ་ག་བསམ་བློ་མི་ནི་བཞེས་ལེ་རེ་ནི་ལ་རང་ག་སེམས་དགའ་བོ་བདུད་རྩི་བརྒྱ་མ་དོ་རང་ག་སེམས་དགའ་བོ་སྐྱིད་སྟོང་སྟོང་ཨེ་རང་ག་སེམས་དགའ་བོ་བྱང་ཆུབ་སེམས་སྟོབས་བོ་ཨ་ནི་འུ་ཏུ་ལྟ་བུ་བསམ་པ་བཟང་པོ་ཨ་ནི་མི་ནི་འུ་ཏུ་ལྟ་བུ་གཤེགས་པའི་རེ་ནི་ཤོ་བདུད་རྩི་སྦྱར་མ་ག་སྟག་ཚན་རྒན་ལྕགས་ཀྱི་ལ། བདུད་རྩི་ནི་ག་སྔོ་དྲོ་འབབ་པ་ག་སྟག་ཚན་རྒན་ལྕགས་ཀྱི་ལ། འུ་དུམ་མང་གི་བདུད་རྩི་སྦྱར་ནི་ན་ད་རོ་གའི་ཏི་ནི་ཁོ་ལོང་པི་ནི་འུ་དུ་ད་པུ་ཆོས་ནི་ལ་བདུད་རྩི་སྦྱར་མ་རྩ་དང་པོ་ལས་མང་གི། འུ་ནུ་གུ་བ་སྟེང་གི་ཐི་ནོ་རྒྱུའི་བདུད་རྩི་ག་བསྐོལ་ག་ཟན་མུ་དུར་ཞུ་བ་ཐུར་ནི་རྩི་ག་བོན་ཏོག་དཔེ་ག་རལ་བ་དང།